བརྗོད་བྱ་གི་ཆ་ནས་ལེགས་བཤད་ཀུན་ནོ་འདའི་ཆ་རྐྱེན་ག་འདྲ་ལྡན་དགོས་གི། དེ་བྱས་ཡོད་པ་མ་གཏོགས་འདི་རྩོམ་ཐང་ཁྱད་ཆོས་ཡི་ཆ་ན་ཡང་ན་བརྗོད་བྱེད་ཀྱི་ཆ་ནས་ཆ་རྐྱེན་ཆི་མོ་ཟིག་ལྡན་དགོས་ནོ་དེ་བྱས་མེད་གི། ད་འདི་རྩོམ་རིག་བསམ་ཤེས་ཟིག་ཡིན་པའི་ཆ་ནས་ངེས་བར་དུ་ཕྱོགས་གཉིས་ཆ་ནས་མཚན་ཉིད་དང་གོ་དོན་བཤད་ན་ད་དབྱེ་བ་ཟིག་རེད་དེ་ཟིག་ནི་ལ། དེ་དང་ད་ཕྱི་ག་བྱེད་དགོས་གི་ཟིག་ན། བརྗོད་བྱ་གི་ཆ་ནས་ཆ་རྐྱེན་ཆི་མོ་ཟིག་ལྡན་དགོས་གི་ཟིག་ན་མཚན་ཉིད་རིག་པའང་ལྡན་ལུས་ཀྱི་ཀུན་ནས་ཞུགས་པའི་བརྗོད་བྱའི་དོན་དང་ལྡན་དགོས་གི།

རྩོམ་རིག་གཙང་ཆེ་ཟིན་པའི་ཆ་ནས། བརྗོད་བྱེད་ཀྱི་ཆ་ན་ལེགས་བཤད་བསྟན་ཅིང་འདུག་འདི་རྩོམ་ལས་གཞན་པ་དང་མི་འདྲ་བའི་ཁྱད་ཆོས། ཆེ་ཟེར་གྱི་ཡོད་གལ་སྲིད་དགོས་ན་རེ་ལ་དང་ངེས་བར་དུ་གལ་ཆེན་ནང་གི་དོན་ཆེན་ནང་འཛིན་དགོས། དེ་དང་དང་ཐོག་མར་ཕྱིན་ཏེ་དེ་རང་འདི་ན། དོན་དབང་མོ། མངོན་བརྗོད་དང་བརྡ་རྙིང་གིས་ཅང་མི་ཉན་གི། ཉིན་དབང་མོ། གོ་དཀའ་བའི་ཉེན་ཁའི་ལམ་ནས་བརྗོད་མི་ཉན་གི། ད། སྔོན་བརྗོད་དང་བརྡ་རྙིང་གིས་ཀྱང་མི་རྙེད་ནོ། གོ་དཀའ་བའི་ཉེས་ཡིན་ཁོ་ལམ་ནས་བརྗོད་མི་རྙེད་ནོ་རྒྱུ་མཚན་ཇི་ལྟར་ཟེར་ན། སྔོན་བརྗོད་དང་བརྡ་རྙིང་གིས་ཀྱང་བའམ་ཡང་ན་གོ་དཀའ་བའི་ཉེས་ཡིན་ཁོ་ལམ་ནས་བརྗོད་དེར་ད་བཀོད་འགྲིག་འོ་ན་མར་མི་འགྲིག་ནོ་རྒྱུ་མཚན་ཇི་ལྟར་ཟེར་ན། རྩོམ་པ་པོ་གིས་ལེགས་བཤད་བསྟན་བཅོས་དེ་དག་ཏུ་བརྩོན་དགོས་ནོ་ཆེས་ཐོག་མ་གི་དམིགས་ཡུལ་དང་འགལ་སོང་ཟེར། རྒྱུ་མཚན་ཇི་ལྟར་ཟེར་ན། རྩོམ་པ་པོ་གིས་ལེགས་བཤད་བསྟན་བཅོས་དེ་བརྩོན་དགོས་ནོ་གི་མཐར་ཐུག་གི་དམིགས་ཡུལ་ཇི་ལྟར་ཟེར་ན། ལེགས་བཤད་བསྟན་བཅོས་དེ་བརྩམ། ཉིད་མི་ང་ཟིག་རིག་གི་ཞིག། ཉིད་མི་ང་ཟིག་མཐོང་གི་ཞིག། དེ་ལ་བརྟེན་ཏེ་དང་བྱུང་ནས་ཉིད་མི་ང་ཟིག་གོ་ཀུན་སློབ་གསོ་གྱིས་ཀུན་རིམ་མོ།

ད་རབ་ཏུ་བཤད་པ་དགུའི་ནང་ནང་གི་དགུ་ཆ་གི་བརྒྱད་ཀུན་ཆེ་ཆེ་གི་དག་གིས་ན་འཇིག་རྟེན་གྱི་སྐོར་དག་ཏུ་གཙོ་བོ་ཆེ་གི་དག་ནི་རེད། དགུ་ཆ་གི་གཅིག་རབ་ཏུ་བཤད་པ་ཨ་ཐར་གྱི་རྗེས་མོ། དེ་ཁོ་ན་གི་ད་ཆེ་ཆེ་གོ་གིས་ན་ཆེ་ཆེ་གི་དག་ནི་ལ། ད་འདས་ལྟའི་ཚོང་ར་ཐག་སྐོར་མ་བཞི་གཙོ་བོ་ཆེ་གིས་ན་འཇིག་རྟེན་གྱི་བྱ་བ་འདི་དག་གོང་དུ་གཙོ་བོ་ཆེ་གི་དག་ནི་རེད།

ས་སྐྱ་བ་གི་གྲུབ་མཐའ་གི། ལོ་ངོ་བརྒྱ་ཕྲག་གི་རིང་ལ་བོད་ཀྱི་ཆོས་སྲིད་གཉིས་ཀྱི་དབང་སྒྱུར་ནི་འཛིན། ཆོས་སྲིད་གཉིས་ཀྱི་ཆ་ནས་དབང་སྒྱུར་ནི་འཛིན་ནི་ཡིན། དེ་ཡང་དབང་སྒྱུར་དགོན་གྱི་སྐབས་ཟེར་བའི་ས་སྐྱ་ལག་ཤེས་འདི་དགོན་དུ་ཆོས་སྲིད་ཡོད་དགོས་ཟེར་ན། ས་སྐྱ་བ་གི་བོད་ཁམས་ཡོངས་ལ་དབང་སྒྱུར་བྱེད་དགོས་གི་སྲིད་ཀྱི་གཞུང་ལུགས་དམ་ཡང་ན་བསམ་བློ་གི་རྒྱབ་རྟེན་ལྟ་བུ་ཡང་བྱས་ཡོད་དགོས་ཟེར་ན་ཅི་ཡོད།

བསམ་བློའི་གཞུག་ནས་ས་སྐྱ་བའི་གྲུབ་མཐའ་གི་བོད་ལ་ལོ་ངོ་མང་ང་ཟིག་གི་རིང་ལོ་ངོ་བརྒྱ་ཕྲག་ཟིག་གི་རིང་དབང་བསྒྱུར་དགོས་ནས་སྐབས་སུ་དབང་བསྒྱུར་སྤྱི་ཁོག་གི་གཞུང་ལུགས་ལྟ་བུའམ་ཡང་ན་སུག་གི་གཞུང་ལུགས་ལྟ་བུ་ཟིག་གི་ཡང་བསྐྱུལ་མྱོང་བཀོལ་སྤྱོད་བྱས་མྱོང། དེའི་ཕྱིན་ཆད་ཀྱི་དང་བོ་ལྷག་པར་དུ་གསལ་བཤད་ཡོད་དགོས་ཀྱི་ཟིག་ག་གཅིག་ག།

རབ་ཏུ་ཕྱེད་པ་དགུ་པ་དང། ཤུ་ལུ་ཀ་གི་གྲངས་ཚད་ཀྱི་ཞལ་ནས་བྱུང་བ་འདི་ཞལ་ལས་གསུངས་ན། ཤུ་ལུ་ཀ་བཞི་བརྒྱ་ར་ལྔ་བཅུ་ལྔ་བདུན་ཡོད་ནོ་འདིར་གསལ་གོ་ནོར་གོ། འདི་རིགས་གལ་ཏེ་ཁྲི་ལྔ་གཟིགས་ཀྱི་ཁྲངས་མདོག་ཡིན་རེ་རེ་ཡིན་པའི་དབང་དུ་བཏང་ན། ཁྲངས་མདོག་དེ་རིགས་ཡོངས་ཀྱི་སྐུ་གི་རྒྱུན་བཅས་སྐུ་གི་རྒྱུན་ཐིག་ནི་གང་རེད་ཟེར་ན་ད་ཅིའི་བསམ་བློ་གང་རེད་བསམ་བློ་གང་རེད་ཞེ་ན། འཇིག་རྟེན་གྱི་བྱ་བ་རྨང་གཞི་ཞི་བའི་ཐོག་ནས་དམ་པའི་ཆོས་ལུགས་སྒྲུབ་དགོས་གི་སྐུ་གནས་ག་རེ། ཐོག་མར་འཇིག་རྟེན་གྱི་བྱ་བ་རྨང་གཞི་བྱ་དགོས་གི་ཟེར་ན་རུང། འཇིག་རྟེན་གྱི་བྱ་བ་འགྲིམ་ནོ་ད་འགྲིམ་ནོ་གི་གཞི་རྩ་གི་སྟེང་ནས་ད།

ད་ལྟའི་བར་དུ་མ་ནུབ་བ་མ་ཉམས་བ་བདེ་བོ་ནོར་འདི་དགོངས་དོན་ཆོས་ཚིག་གི་བཀའ་དྲིན་ཡིན་ཟེར་ན་ཆོས་ཀྱི་བཀའ་དྲིན་ཡིན་ཟེར་དགོས་ཚུལ། དེ་ནི་རྒྱུ་མཚན་གྱིས་ད་ལྟའང་མ་འོངས་བ་ནི་མུ་མཐུད་དུ་མི་རིགས་འདིའི་ལས་དབང་དང་ཡང་ན་མི་རིགས་འདིའི་འཕེལ་རྒྱས་མི་རིགས་འདི་དགོངས་དོན་གོ་ལ་ཟླུམ་པོའི་སྟེང་ནས་ད་ཨང་བཟོ་མུ་མཐུད་དུ་གནས་དགོས་ན་གང་ལ་བརྟེན་དགོས་ཟེར་ན་ཆོས་ལུགས་ལ་བརྟེན་དགོས་ཟེར་དགོས་ཚུལ། ཡང་ལྟ་ཚེ་གསར་བ་འདོན་མཁན་གྱི་ཆེད་དུ་ཅི་འགོག་གི་དེ་ལྟར་འདོད་ཀྱི་མེད་ཀི། ཕྱི་ཟེར་ཟེར་དགོས་ཟེར་ན། སྔོན་མ། བཙན་པོ་དུས་སྐབས་ནང་མ་གི་རྫོང་དེ་དང་ཁྱུང་ད་ལྟའི་བར་དུ་གོ་ལ་ཟླུམ་པོ་བཏང་ནས་བོད་འདི་མ་རྙེད། མ་འཇིག་ལྡོག་འདི་འདུག་ཆོས་ལུགས་ཀྱི་བཀའ་དྲིན་ཨེ་རེད་ཟེར་ན་རེད་ཟེར་གོ་འདི་ཁས་ལེན་རྒྱུ་རེད་ཁས་ལེན་རྒྱུ་རེད་འོན་ཀྱང་ད་ལྟ་ཆི་ཟེར་རེད་ཟེར་ན་དུས་འགྱུར་སོང་ཟེར་སྤྱི་ཚོགས་ཀྱི་འཕེལ་ཕྱོགས་མི་གཅིག་གི། དུས་རབས་ཀྱི་འཕེལ་ཕྱོགས་མི་གཅིག་གི་ཟེར་གོ་ནི་ལ་འཕེལ་ཕྱོགས་མི་གཅིག་ནང་རྒྱུ་མཚན་གྱི་ད་འོང་ར་མུ་མཐུད་དུ། འདི་གི། ཆོས་ཀྱི་སྐྱོང་དགོས་གི་ཟེར་ན།

ཀུང་ཡེ་ཝུའུ་མིང་ཟི་ནེར་ལ། དེར་བརྟེན་བདེ་ཐང་ཆུང་ངུ་ཁི་ཟེར་མི་རིགས་དེ་དང་ཁི་ཟེར་རྒྱལ་ཁབ་དེ་གི་སྟོབས་འབྱོར་དང་མངའ་ཐང། ཡང་ན་དཔལ་འབྱོར་དེ་དག་ཏུ་ཡར་རྒྱས་དར་རྒྱས་གོང་འཕེལ་ཆེན་པོ་བྱུང་བ། དེར་བརྟེན་བདེ་ཐང་ཆུང་དཔལ་འབྱོར་གྱི་སྟོབས་ཤུགས་ལ་བརྟེན་བདེ་ཐང་ཆུང་ད་སི་ཁི་རི་གི། ད་ཆི་རི་གི་ན་ར་འདྲ། རྩོམ་རིག་ན་ར་འདྲ། རིག་གནས་ཞེ་དྲག་གཞས་ན་འདྲ་ཕྱོགས་གང་ཐད་ཆེ་ནས། ཕྱོགས་གང་ཅིའི་ཐད་ནས་དཔལ་འབྱོར་གྱི་སྟོབས་ལ་བརྟེན་བདེ་ཐང་ཆུང་ནས་ཡར་རྒྱས་དང་གོང་འཕེལ་ལ་གཏོང་དགོས་ནི་ལ། དེ་གི་འཕེལ་ཕྱོགས་དུ་མོ་ཟི་ཁི་འཛམ་གླིང་གི་འཕེལ་ཕྱོགས་དུ་མོ་ཟི་ཁི་ལོག་ལྟ་གི་འཕེལ་ཕྱོགས་དུ་མོ་ཟི་ཁི་ལོག་ལྟ་འདོན་རྒྱུ་མཚན་གི་འོ་ཆི་འོ་ཀི་ར་ད་ལྟ་ཆེས་གོ་གི་ཟི་ན།

ཨ་མི་གི་ཆེད་དུ་རྒྱུ་མཚན་ཅི་ཟེར་ན་དཔོན་ཆུང་ཟིག་གི་ལམ་ནས་བྱས་ན་ད་ཤེས་ཐུབ་གི་འོ་ཅི་སྲོལ་རྒྱུན་རིག་གནས་འདི་གོང་དུ་ད་ལྟའི་སྤྱི་ཚོགས་ལ་གི་ཕན་མེད་གི་ཕན་པ་མེད་གི་དེ་ནི་རྒྱུ་མཚན་གི་མི་དགོས་གི་ཟིག་རེད་ཐལ་དྲག་པོའི་སྐད་ཆ་བཤད་གི་གཏང་ན་ལ་ཐལ་དྲག་པོའི་སྐད་ཆ་དོག་ཏུ་བསམ་གཟིགས་བྱས་ན་རེད་བསམ་གཟིགས་ཟིན་ན་གོ་ག་བསམ་གཟིགས་བྱས་ད་ལྟ་དཔོན་ཆུང་ངེས་བར་དུ་དེ་ག་བྱས་ན་ད་ཕན་ཐོག་གི་བསམ་གོ་ནི་རེད་ཕན་ཐོག་ཅིག་གོ་རྒྱུ་མཆན་འདི་གང་ནས་བྱུང་བཏང་ཟིན་ན་འོ་ཅི་དཔོན་ཆུང་ཟིག་གི་ལམ་ལམ་ནས་བྱས་ན་ཤེས་ཐུབ་ནི་རེད།

རིགས་དབང་སྒྱུར་གྱི་དོ་ཁུར་ལ་བརྟེན་ནས་འཕེལ་རྒྱས་གཏོང་དགོས་ཀྱི་ཟིན་རེད་མོད། རེད་ད། དེས་ན་ད་འོ་ཆེ་ར་དེ་གི་ལག་ཐབས་དེ་ཐོག་ཏུ་སྤྱོད་དགོས་ཟིག་རེད་ད། དོན་དམ་པའི་བཤད་སོང་ན་གོ་ཁ་ཙམ་མོ་ཙམ་མོ་ཟིག་རེད་ཤི་ཁ་ར་ཙམ་མོ་ཙམ་མོ་ཟིག་རེད་འོ་ཆེ་མིག་ངོར་ཨ་ནེ་རེད་ད་ནོ་གི་ཨ་ནེ་འདི་གསོན་པོ་ཟིག་རེད། དཔེ་འཇོག་གྱིས་ན། ས་ཁུལ་དང་ས་ཁུལ་གྱི་འབྱོར་བ་མི་གཅིག། ས་ཁུལ་དཔེ་འཇོག་གྱིས་ན་དུང་ཕྱུར་ལྔ་ཐང་ཚོ་གཅིག་གི་སྟེང་རེད་བ། རྒྱུ་ནོར་གྱི་ཐོ་ཁུག་ཆེན་པོ་ཡིན་པའི་ས་ཁུལ་དེ་ནི་དགོན་པ་ལྷ་ཁང་ཟེར་གང་ཟིན་ན་ཆོག་གི། དེ་དྲུག་གི་ཚིག་ལ་ཁང་ཟི་ན་ཆོག་གི་དུམ་བུ་གཞུང་བ་དང་ཡང་ན་རབ་བྱུང་བ་གི་ཆར་ཆུ་ལ་སོགས་པ་རབ་བྱུང་བ་གི་གྲངས་ཚིག་གི་ལ་ཀ་གི་ར་ཙི་གེ་ཟི་ཕེ་ཡོ་ནི་རེད། ད་ལྟའི་ན་རིག་ཐུག་མོ། ས་གནས་དེ་གི་དཔལ་འབྱོར་ཆ་ཚང་དར་མོ། ས་གནས་དེ་གི་དཔལ་འབྱོར་ཚར་ཐག་ཆ་ཚང་ཐག་གོ་ས་གནས་དེ་གི་དགོན་སྡེ་གི་དགོན་པ་གི་དར་རྒྱས་ར་ཆེ་གི་མོ། ཁྱེད་ནི་ལ། ས་གནས་གཞུང་གི་མེས་པོ་གི་པོ། མེས་པོ། ཅང་ར་མེས་ནི་དུམ་བུ་ཟེར་ཐག་གོ། དེ་ས་དེ་འཇོག་བྱས་སོང་ན་ས་གནས་དེ་གི་དགོན་པ་དང་དགོ་དར་ར་ཡར་རྒྱས་གོང་འཕེལ་ལ་དེ་འདྲ་ཡོང་ཐུབ་གི་མེད་གི་མོ།

སྤྱིར་སྐུ་གསང་ལུགས་མང་ཆེན་དུ་མོ་ལྟ་བུ་ཟེར། དེའི་ཁྲོད་ཀྱི་ཏཱ་ཁི་ཀ་ཞེ་དྲག་ནི་ཕྱི་ལས་འོངས་ན་ཡང་འདི་རྣམ་པ་འདི་མོ་འགའ་རེ་ཡིན་ན་ཆོག་གི། འཇིག་རྟེན་གྱི་བྱ་བ་རྨང་གཞི་ཞེས་པའི་སྟེང་ནས་དམ་པའི་ཆོས་ལུགས་སྒྲུབ་དགོས་ཀྱི་ནི་ལ། དེ་ཧུ་ལུ་ཀ་དོང་མོ་འདི་ལྟར། འཇིག་རྟེན་བྱ་བ་ལགས་ཤེས་པ་དེ་ཡིས་དམ་པའི་ཆོས་ལུགས་འགྲུབ། དེས་ན་ཆོས་ལུགས་སྤྱོད་པ་སྟེ་བྱང་ཆུབ་སེམས་དཔའི་རྣམ་ཐར་ཡིན་གོ་ནི་ཀ་ཏོག་གར། འཇིག་རྟེན་གྱི་བྱ་བ་རྨང་གཞི་བྱ་དགོས་ཀྱི་ནི་རེད། དེ་མ་ཆེ་ཀི། རྒྱ་འོག་ཟིག་ཡིན་པའི་ཆ་ནས། སིལ་འཛིན་མཁན་ཟིག་ཡིན་པའི་ཆ་ནས། དབྱེ་བ་ཚད་ཐིམ་གྱི་ལམ་ནས་ང་འཕང་སྐྱོང་དགོས་ཟེར་དགོས་འདུག་གཏུམ་མོ་གི་སང་ལོ་ཡང་བསྟན་འོ་ནུ་ཤོ་ལོ་ཀ་ཡང་མི་མངའ་ལེའོ་ཀི། དཀོན་མཆོག་གྱིས་ན་འདི་ན་རྒྱལ་བའི་བདག་ལ་གནོད་བྱས་ན། དེ་ལ་སྐྱོབ་པར་བྱེད་པ། སྣང་བའི་གཟུགས་ལ་སྒྲུབ་བྱེད་ན། དེ་ལ་ལྟ་བའི་ཐབས་གཞན་མེད་ཟེར་དགོས་ནི་ལ། འདི་མོ་ལྟ་བུ། རྗེ་བོ་གི་མངའ་འབངས་ཐམས་ཅད་ལ་གནོད་པ་གནོད་པ་མེད་པའི་མེད་པའི་སྒོ་ནས་དབྱེ་བ་ཚད་ལྡན་གྱི་ལམ་ནས་མངའ་འབངས་སྐྱོང་དགོས་ཟེར་དགོས་ནོ་བསམ་བློ་བསྟན་ན་རི་མོ། ཨང་དེ་རེད། དེ་འཕྲོ་གི་ད་ག་རེ་བྱས་ནས། མང་ཚོགས་ཐམས་ཅད་ནི་ཉམས་ཆུང་ཡང་དེ་དག་གི་སྟོབས་ཤུགས་ནི་འགྲན་ཟླ་བྲལ་བ་ཡིན་པ། ཨང་དེ་བཤད་གི་གདམས་ན་ད་འདི་ནང་ན་མ་གཞི་གཙོ་བོ་མཐུན་སྒྲིལ་གྱི་སྟོབས་ཤུགས་དེ་བཤད་གི་གདམས་ནི་རེད།

བདེ་བ་ཆུང་བ་ལ་གོ་བ་ལེན་གྱི། ཐར་བ་དང་ཐམས་ཅད་མཁྱེན་པའི་གོ་བ་ལ་གོ་འཕང་དོན་དུ་གཉེར་བ་སྟེ། བདེ་བ་ཆེན་པོ་ལ་གོ་བ་ལེན་གྱི། འཇིག་རྟེན་གྱི་ཆ་ནས་བཤད་ལེན་འོང་ན་དེ་དང་དེ་བཞིན་ཏེ། ད་ཆེ་གེས་ན། བདེ་བ་ཆུང་བ་སྐུ་ལུང་དུ་འདི་གནས་སྐབས་ཀྱི་བདེ་བ་ཙམ་དང་བདེ་བ་ཆེན་བ་ཆེན་པོ་སྐུ་ལུང་དུ་མ་འོང་བ་གི་ཕས་རྒྱུ། དེ་ཚེ་གེ་ད་ནོར་ལ་ཨོ་ཏི་འཇིག་རྟེན་ལ་སྦྱར་བྱས་ན་ཆོག་ནི་རེད། དེ་དྲུག་གི་ད་བྱ་བ་གང་དང་གང་བྱ་བ་དོན་དག་གང་དང་གང་ང་ཐིག་ན་ར། བརྩོན་པ་དྲག་པོ་བྱེད་དགོས་བ། སྙིང་སྟོབས་ཆེན་པོ་བྱེད་དགོས་བ། དེའི་སྐོར་དུ་དོན་རེ། རྩོལ་བ་དོར་ནས་འདུག་པ་ལ་འདི་ཕྱི་གཉིས་ཀ་འགྲུབ་མི་འགྱུར། འབད་པ་མེད་ན་ཤིང་བཟང་ཡང་ལོ་ཏོག་འཐོབ་པར་མི་འགྱུར་རོ་ཟེར་དགའ། འདིའི་སྐབས་ཀྱི་རྩོལ་བ་འདི་ལྟ་ཅི་གང་ནས་བྱེད་དང་འདུག་འབད་པ་རེ་ཡིན་ཡ་ཕྱིར། འབད་པ་དོར་ནས་འདུག་པ།

འཆི་བ་མི་རྟག་ཆ་མེད་ནོ་རྒྱུ་མཚན་གྱིས་དགེ་བའི་ལས་དང་ཤེས་བྱའི་དོན་གཉེར་ན་དེས་རང་ཉིད་དུ་བརྩོན་པ་བསྐྱེད་དགོས་གི། བྱ་བ་ཐམས་ཅད་སང་ཉིན་སང་ཉིན་ཟེར་སྤྱིར་བཏང་ན་བླུན་པོའི་རྟགས་རེད་དེ་ནི་རྒྱུ་མཚན་གྱིས་ངེས་བར་དུ་ཅིས་ཀྱང་དུས་ཚོད་བརྩོན་ལེན་བྱེད་དགོས་གི། དུས་ཚོད་བརྩོན་ལེན་བྱེད་སྟངས་ནི་ད་ཁྱེད་དང་འཇིག་རྟེན་གཉིས་ཀྱི་བྱ་བ་འགྲུབ་གི་དུས་ཁོ་ན་རེད།

ཚེ་ཐུང་འདི་ནི་ལོ་ཁྲི་ཟིག་ག་འདུག་ནི་མ་རེད་ཁྲི་ཉིས་འདུག་ནི་མ་རེད་སྟོང་ཟིག་ག་འདུག་ནི་མ་རེད། ཚེ། ཚེ། ཚེ་ལེའུ་འདིར་ལ། ཚེ་ཨོ་ནུ་ཚེ་འདི་ན་ད་ངེས་བར་ད་སྒྲུབ་དགོས་ནུ་གི་དོན་དུ་གོ་ན་ད་རིས་མ་འབྲི་བ་དང་ཚེ་དེའི་ཚུལ་དམ་འཛིན་འགྱུར་བྱེད་དུ་རིགས། དེའི་ཚུལ་ཕྱི་གཟིགས་མི་མཐོང་བྱེད་དུ་རིགས། ད་འོ་ཆོས། བྱིས་པའི་དུས་དང་གཞོན་པའི་དུས་ཀྱི་འོ་ཆོས་ཡིད་ལ་ད་དུ་མོ་མི་དྲན་གི་ཕྱི་ཤི་རྒྱུའི་འོ་ནུ་རུ་གོ་ནུ་ད་དུས་རྒྱུན་དུ་མི་དྲན་གི། མི་དྲན་གི་མོ། ད། དར་མའི་དུས་དང་རྒན་པའི་དུས་ཡ་ཐོན་རེ་ད་གོ་ད། འོ་ད། ཚེའི་ཤ་ཚ་འཇིགས་རྫོགས་ད།

ཤུལ་ལུས་ཀ་ཕལ་ཆེ་བ་ཞིག་གི་དཔེ་ཆའི་ནང་སྔོན་དང་དཔེ་གཞིགས་ན་ཡོད་པར་མ་ཟད་དཔེ་དེ་དག་ཡང་བོད་མི་རྣམས་ཀྱི་འཚོ་བ་དང་ཧ་ཅང་ཐག་ཉེ་ནོ་གི། འོ་ལ་རང་ས་རང་ཡུལ་ན་ཡོད་པའི་རྩིས་ཁང་དང་སྐྱེ་དངོས་སྲོག་ཆགས་ལ་སོགས་པ་ཁོ་རེ་བཀོད་ནོར་ལ། འདི་ཁོའི་དཔེའི་ཁྱད་ཆོས་དང་མོ་རེད།

ཧུད་ཀྱི་ཆ་ཆེས་སྙི་བ་མོ་ཧུད་ལ་བསོད་སྙོམས་ལྡན་པ་རེད། ཧུད་བསོད་སྙོམས་ལྡན་ཚོར་ད་སྐུ་ཕན་པ་དང་ནུས་བ་ཅི་ཞིག་བྱུང་བ་རེད་ཟེར་ན། བརྗོད་གཞིའི་དོན་དེ་དག་ཏུ་གོ་སླ་བའི་ངང་སྟོན་ཐུབ་ནི་རེད། ཧུད་མཇུག་གྱིས་ན་འདི་ན། ཡོན་ཏན་ལྡན་ན་སྐྱེ་བོ་ཀུན་མ་བདེ་བར་ཡང་རང་ཉིད་འདི་དྲི་ལྡན་མེ་ཏོག་རྒྱང་རིང་ཡང་འོང་བ་སྤྲིན་གྱི་ཚོགས་བཞིན་འཁོར།

དེ་གི་མདུན་དྲུང་དུ་སློབ་གཉེར་བྱེད་མཁན་དང་ཡང་ན་ཡོན་ཏན་སློབ་མཁན་གྱི་སློབ་མ་ནི། ས་ཐག་རིང་ཐག་རིང་ནས་ལམ་ཐག་ཅི་འདྲ་རིང་ན་ཡང། ཚེ་ར་མདུན་དྲུང་དུ་ཅར་ཡས་ནས་རེ་ར་སློབ་གཉེར་ཡི་གེ་ཟེར་ཁོ་ནར་ལ་དེ་གི་བརྗོད་བྱ་དང་པོ་དུ་གོ་སླ་བའི་ངང་བསྟན་བཏང་མེད། དེ་འཕྲོ་གི། ངན་པ་ཕལ་ཆེར་རང་གི་སྐྱོན་གང་ཡིན་གཞན་ལ་བགོད་པར་བྱེད་ལ་ཁ་དེ་མི་གཙང་ཟེར་བའི་ཕྱིར་ས་གཙང་གཞན་ལ་འབད་ནས་བྱེད་ཟིག།

འཛིན་གྲྭ་ཞུ་མུ་ནག་ཞིག་དང་ཐག་བཀོད་ཡང། འཛིན་གྲྭ་ཞུ་མུ་ནག་ཚོང་རོགས་ཁང་ནས་ཁོས་ཆ་མེད་ཀི་ལྷོ་ཕྲུག་དག་དང་ནི་འབྲེལ། དེ་ནི་གཟའ་འཁོར་གཅིག་ཡང་ན་ཟླ་ཕྱེད་ཟིག་འགོར་ཐག་བཀོད། འཛིན་གྲྭ་ཞུ་མུ་ནང་གི་གྲོགས་པོ་གཟི་ཀ་གཉིས་རྩ་དང་ནི་གྲོགས་པོ་གཟི་ཀ་གཉིས་རྩ་ནི་མི་རྩི་གི་ད་གྲོགས་པོ་དེ་གཉིས་ཀ་ཁྱི་ལི་ནི་ར་ད་རྒྱ་ཤང་ཐི་ར་གཉིས་ཀའི་སློབ་ཁྲིད་ལ་སློབ་ཁྲིད་པའི་མི་ཞིག་སྒྲིག་ལམ་སྒྲིག་ལམ་མི་རྩི་ད། ཡང་འགྱོ་ཐུབ་འགྲིག་ཐུབ་ཀི་ལི་ཐུབ་པའི་དེ་དེ་ལྟར་ཐག་བཀོད་ད་དེ་ལྟའི་ཚོང་ར་ཐག་བཀོད་ར་ད་གི། འཛིན་གྲྭ་གོང་མོ་ནང་གི་མ་ར་འཛིན་གྲྭ་ཞུ་མུ་ནག་ངག་དང་ནུ་ཉི་དེ་གི་རང་སྟེང་གི་སྐྱོན་དེ་དང་བཀོད་ད་འཛིན་གྲྭ་ཞུ་མུ་ནུ་གཉིས་གཉིས་གཉིས་གཉིས་གཞན་པ་གཉིས་ལ་ག་གི་དང་ནི་རིམ།

ལྡན་པར་ངོ་སྤྲོད་ཐུབ་པ། ད་ཕྱི་ཟེར་ཟིན་ན་འོ་ཆེན་འཇིག་རྟེན་གྱི་དངོས་བོ་རེ་རེ་ལ་རང་རང་རང་གི་ཆོས་ཉིད་རེ་བོ་པ་རེ་འོ་ཆེན་སྔོན་མར་བྱེད་མྱོང་ནི་ཡིན་ད། མེ་ལྕེའི་གྱེན་དུ་འབར་བ་དེ་མེ་གི་ཆོས་ཉིད། ཆུ་བོ་ནི་མཐོ་ས་ནས་དམའ་སར་འབབ་པ་དེ་ཆུ་བོའི་དངོས་བོ་དེ་གི་ཆོས་ཉིད། དེ་ལྡོག་ཏུ་མེད་པ་བསྒྱུར་དུ་མེད་པ་བཅོས་སུ་མེད་པ་ཟེར་རེད། རེད་ལ། ཆུ་བོ་གི་རང་བཞིན་དེ་ལྡོག་ཏུ་ཁུག་ནས་མར་རེད་དངོས་བོ་དེ་གི་གནས་ལུགས་དེ་བཅོས་སུ་མེད་པ་ཟེར་རེད། དེ། དེ་ལ་ལྡན་པའི་དཔེ་ལ་ལྡན་པའི་གནས་ལུགས་དང་ནི་རྒྱུ་མཚན་གྱི་དཔེ་དེ་གི་སྟོན་བསྒྱུར་གྱི་བརྗོད་བྱའི་དོན་དེ་དག་དེའང་ལྡན་པའི་གནས་ལུགས་དང་མཐུན་པ་ལས་ངོ་སྤྲོད་ཐུབ་སོང་ནི་རེད།

ད་འདི་ནས་འོ་ཆེ་ཀ་ཡིན་དགོས་དོན་མེད། རྒྱ་གར་གྱི་ལོ་རྒྱུས་ལྟ་བུ། ཏི་མོ་ཡིན་དགོས་དོན་མེད། ཀ་ཆེ་ནས་སྔར་སོང་གི་ཉམས་མྱོང་ཟིན་ཐུབ་ན་ཆོག་གི། སྔར་སོང་གི་ཉམས་མྱོང་དཔེ་བཀོད་བཏང་ན་དཔེ་དེ་གི་ཕན་ནུས་ཅི་ཞིག་རེད་ཟེར་ན། བརྗོད་བྱའི་དོན་དེ་དག་འོག་ཏུ་ངེས་རྒྱུན་དུ་སྟོན་ཐུབ། ངོ་མའོ། དམར་རྒྱུན་དུ་སྟོན་ཐུབ།

ཧུའེ་ཡི་ཆོས་ཉིད་ཀྱི་རང་བཞིན་དང་གཏན་ཚིགས་ཀྱི་རང་བཞིན་འདི་དག་ཡང་མཐར་ཐུག་གི་སོང་ན། ཧུའེ་ཧུའེ་རུ་བཀོད་པའི་དངོས་པོ་ལྟར་མོ། དངོས་པོ་དེ་གི་ཆོས་ཉིད་ཀྱི་རང་བཞིན་དང་གཏན་ཚིགས་གཏན་ཚིགས་ཀྱི་རང་བཞིན་རེད་ལ། དེ་ཧུའེ་སྐུ་ལ་སྐུ་དང་ལྷ་སྐུ། བརྗོད་བྱ་བདེན་པའི་སྒོ་ནས་སྟོན་ཐུབ་ཀི། ཧུའེ་ལ་བསོད་སྙོམས་བདེན་སོང་བར་ལྟ་སྐུ། བརྗོད་བྱ་དེ་སྐུ་སླ་བའི་ངང་སྟོན་ཐུབ་ཀི། དེའི་འཕྲོ་གི་དར་ཆ་ཆད་ལྷག་ཞིག་གི་ནང་གི་ཧུའེ་གཞན་པའོ་དེ་ཀུན་ལྟར་ཆི་ཟིག་ཡིན་ཟིན་ན། ཨ་མར་ཀོ་གི་ཧུའེ་གི་ཁྱད་ཆོས་གཞན་ཞིག་མོ་པ་ནི་ཆི་ཟིག་ཡིན་ཟིན་ན། ག་གི། ས་ཆ་ལ་ཞིག་གི་ཧུ་ལུ་ཀ་གཅིག་གི་ནང་གི་དཔེ་ཆ་ན་ཧུ་ལུ་ཀ་ཕལ་ཆེ་བ་ཞིག་གི་དཔེ་ཆ་ན་སྔོན་དང་དཔེ་གཞིག་གནང་འོས་པའི་རྣམ་པ་ཅན་ཡིན་ལ། དཔེ་དེ་དག་ཡང་འོས་མི་ཐམས་ཅད་ཀྱི་ལ་ཆ་རྒྱུས་ཡོད་པ་དང་འོས་མི་ཐམས་ཅད་དང་ཐག་ཉེ་བས། འོས་ས་འོས་ན་ཡོད་པའི་རྩི་ཤིང་སྐྱེ་དངོས་སྲོག་ཆགས་ལ་སོགས་དཔེ་གཞི་ལ་གོ་བཞག་ནི་ལ་དྭགས་འདི་དཔེ་ཡི་ཆ་རྐྱེན་རིགས་གཞན་པ་དང་མི་མཚུངས་པའི་ཆ་རྐྱེན་རེད།